འཛམ་བུ་གླིང་གི་མི་རྣམས་འདོད་རྔམ་ཅན་དུ་གྱུར་ཏེ་དབང་ཤེས་ལ་བརྟེན་ནས་ཕན་ཚུན་རྩོད་ཅིང་འཚེ་བ་བྱེད་པ། དབུལ་ཕྱུག་གི་ཁྱད་པར་ཆེན་པོ་བྱུང་བ་རེད། དུད་འགྲོ་རྣམས་ནི་གཅིག་གིས་གཅིག་ཟ་བར་བྱེད་པ། མདོར་ན་ཚང་མས་རང་དོན་ཁོ་ནར་གཉེར་ཏེ་འཛམ་གླིང་འདི་ཡང་ཞི་བདེ་བག་ཕེབས་པའི་གནས་ཤིག་ཏུ་གྱུར། སྐབས་དེར་རི་དྭགས་རྒྱལ་པོ་གངས་སེང་གིས་འཛམ་གླིང་ནང་འབྱུང་བཞིན་པའི་དཀའ་ངལ་དེ་དག་མཐོང་དུས། ཡིད་སེམས་གཏིང་ནས་སྐྱོ་སྟེ་འཛམ་གླིང་འདིའི་ནང། དུད་འགྲོ་རིགས་ཀྱི་དཀའ་ངལ་དེ་དག་སེལ་ཐབས་སུ་རྒྱལ་གཅེས་འཁོར་དགུ་མིན་ཐོག་ལ་བསམ་བློ་ཡང་ཡང་བཏང་བ་རེད། མཐར་རི་དྭགས་ཀྱི་རྒྱལ་པོ་གངས་སེང་གིས་དེ་དག་གི་བྱུང་རྩ་གཙོ་བོ་ནི། སེམས་ཅན་སོ་སོའི་བཟང་སྤྱོད་ཉམས་རྒུད་དུ་ཕྱིན་པ་ལས་བྱུང་བ་ཤེས་ནས་སེམས་ཅན་ཚོའི་རྒྱུད་ལ་བཟང་སྤྱོད་སྤེལ་རྒྱུ་གལ་ཆེན་པོ་ཡིན་པ་ཚོར། ཉིན་ཞིག་གངས་སེང་གིས་ལག་ཏུ་མཁར་རྔ་ཞིག་བཟུང་སྟེ་སེམས་ཅན་གྱི་སྐུ་ཚབ་ཁ་ཆེ་ཚོགས་འདུར་འབོད།

གལ་སྲིད་ང་ཚོ་ཚང་མས་འགན་མ་འཁྱེར་ན་ཤིང་ནགས་འདི་ན་ཞི་བདེ་གླིང་ཆགས་ཁུལ་ནི་ཡོང་ས་མ་རེད། ད་དུང་སྤྱང་ཀི་དང་བ་མོ་ལ་སོགས་པ་དངོས་གནས་ཞབས་འདྲེན་མང་པོ་ཞུས་ནས་སྐད་ཆ་འདྲ་མི་འདྲ་གོ་ཡ་དུས་དང་དེ་འདྲའི་ས་ན་ཁུལ་ནི་ཡོང་ས་མ་རེད་ད། དེ་རེད་རེད།
ཨའོ་གངས་སེང་ལ་ཤོག་འདི་ད་ག་རང་རེད། སྤྱང་ཀི་རྩེད་མོ་གྲོགས་པོའི་ལུག་རོལ་ན་བཟུང་ནས་ལུག་ཁྱུ་ལྔ་དམར་གསོད་བཏང་ཤག། ཨོ་ཟེར་པོ་ཨ་ཙི་ད་དེ་གཅིག་པུ་ཚིག་གི་མ་རེད། ད་དུང་བྱ་དགའ་སྟེར་མཁན་ན་ཤ་རྡོག་རྡོག་ཅིག་གོ་བ་དང་ནི་ཨ་ཁུ་བ་མོ་མ་རེད་པས།

ཁྱེད་རང་ཚོའི་དཔོན་པོ་ཞེས་ཡ་ཡང་ང་ཚོ་ལ་གཡོ་སྙམ། ཁྱེད་རང་ཚོ་ཚང་མ་བཞག་ན་དགའ་གིར་དང། བྱས་ཙང་ཁ་བདེ་པོ་ཚང་མ་མི་ཡི་དཔོན་པོ་དང་ཤུགས་ཆེན་པོ་ཚང་མ་དཔའ་བོ་ཡིན་མདོག་མེད། ཨ་ལེ་ཉོན་དང་ཁོ་ཚོ་ཁོང་ཁྲོ་མ་ཟ་དང། ངས་སྲོག་ཆགས་ཚང་མའི་བཟང་སྤྱོད་འཛིན་པའི་བྱ་བ་སྤེལ་མྱོང་མེད་ཚེ་ཤེས་ཀྱི་མེད་ད། ཨ་ཁུ་ཁག་གསེང་ལ་ཡ། ཤི་བ་བརྒྱ་ལས་མཐོང་བ་གཅིག་ཡོད་ན་དགའ།

གནའ་སྔ་མོ་ལྷིང་འཇགས་ཀྱི་ནགས་ཚལ་ཞིག་གི་ནང། རི་བོང་དཀར་ཆུང་ཞིག་ཡོད། ཁོ་རྒྱུན་དུ་གཞན་ཕན་གྱི་ལས་བྱེད་རྒྱུ་དགའ་ཞིང། རང་ལ་གང་ཡོད་པ་དེ་སྲོག་ཆགས་གཞན་རྣམས་ལ་ཕངས་སེམས་མེད་པར་མཉམ་སྤྱོད་བྱེད་མཁན་ཞིག་ཡིན་པས། བ་མོ་དང་སྤྲེའུ་སྲམ་སོགས་སྲོག་ཆགས་ཚང་མས་སེམས་གཏིང་ནས་ཡིད་སྨོན་དང་བསྔགས་བརྗོད་བྱེད་པ་མ་ཟད། ནམ་ཡིན་ཡང་རི་བོང་ནི་ཇི་འདྲའི་སྲོག་ཆགས་སེམས་བཟང་ཅན་ཞིག་མ་རེད་དམ་ཞེས་ཕན་ཚུན་ཡང་ཡང་གླེང་རེས་བྱེད་ཀྱི་ཡོད། ཁོས་རང་ལ་ཟས་ཅུང་ཙམ་ནས་མེད་ཀྱང། གཞན་གྱི་ཆེད་དུ་བློས་གཏོང་བྱེད་ཀྱི་འདུག་ཅེས་དགེ་མཚན་གླེང་རྒྱུར་དགའ། མཚན་མོ་ཞིག་ཟླ་བའི་འོད་ཀྱིས་ནགས་ཚལ་གྱི་མུན་པ་བསངས་ཤིང། ནགས་གསེབ་ཀྱི་འཇིག་རྟེན་འདི་ཆེས་མཛེས་སྡུག་ལྡན་པ་ཞིག་ཏུ་གྱུར་བ་མཐོང་བས། དུས་དེ་ནས་བཟུང་རི་བོང་དེས་མཚན་མོ་ནམ་མཁའི་དབྱིངས་ནས་ཟླ་འོད་ཤར་རྒྱུར་སྒུག་ནས་བསྡད་ཀྱི་ཡོད། སྐབས་ཤིག་ལ་ནགས་ཚལ་གྱི་ནང་དུ། དབུ་སྐྲ་དུང་ལྟར་དཀར་བའི་དྲང་སྲོང་ཞིག་ཕེབས། ཁོང་ནམ་བར་དུ་ཡུན་རིང་པོ་ཟས་མེད་པར་འགྲུལ་བཞུད་བྱས་སྟབས་ལུས་པོ་ཡོངས་སྐམ་ཞིང་ཐང་ཆད་པའི་ཉམས་ཤིག་མངོན། སེམས་ཀྱིས་ཁོང་མཐོང་མ་ཐག་ལམ་སེང་མཚེའུ་ནང་ནས་ཉྭ་ཞིག་འཛིན་ནས་ཁོང་ལ་ཕུལ། སྤྲེའུ་དལ་ཅག་འཁྱུག་པས་ཏཱ་ལའི་སྡོང་པོ་ནས་ངང་ལག་ཅིག་བཀོག་ནས་ཡོང། བ་མོ་ལའང་ཀུ་ཤུ་ཞིག་རྙེད་ནས་ལམ་སེང་ཁོང་གི་ཕྱག་ཏུ་ཕུལ་བ་རེད། འོན་ཀྱང་རི་བོང་ལ་སུན་སྙུང་འབུལ་རྒྱུ་མེད་སྟབས། ཁྲུ་ཆུང་གིས་མིག་གཉིས་མཆི་མས་ཁེངས་བཞིན་དུ། དྲང་སྲོང་ལགས་དགོངས་པ་མ་ཚོམ། ང་ལ་འབུལ་རྒྱུ་ཅི་ཡང་མེད། དེ་ལས་ཁྱེད་ཀྱིས་མེ་ཁ་ཞིག་གསོས་གནང་དང། ངས་དེ་ནང་མཆོངས་སྟེ་ངའི་ལུས་པོ་ཁྱེད་ཀྱི་བསོད་སྙོམས་ཀྱི་ཚུལ་དུ་བཞེས་རོགས་ཞེས་བཤད། དྲང་སྲོང་དེས་རི་བོང་གི་གཏམ་དེ་ཐོས་མ་ཐག་ཧང་སངས་ནས། ཁྱེད་ཀྱིས་དངོས་གནས་དེ་ལྟར་བྱ་ཕོད་དམ་ཞེས་དྲིས། རི་བོང་གིས་མགོ་བོ་ལྕོག་ལྕོག་བྱེད་ཀྱིན། ཁྱེད་བཀྲེས་སྟོབས་ཀྱི་སྡུག་བསྔལ་ལས་སྐྱབས་ཐུབ་ན་ང་ཅི་ཡང་གནོང་རྒྱུ་མི་འདུག་ཅེས་ལན་བཏབ། དྲང་སྲོང་གིས་རི་བོང་གིས་བཤད་པ་བཞིན་མེ་ཁ་ཞིག་གསོས་པ་ན། རི་བོང་དེ་ཀྱང་སྙིང་སྟོབས་ཆེན་པོས་མེའི་ཕྱོགས་སུ་ཧབ་ལྗོངས་བྱས་ཏེ་མཆོང་གྲབས་བྱེད་སྐབས། དྲང་སྲོང་གིས་ལམ་སེང་རི་བོང་དེ་ཕྱག་གིས་བཞེས་ཏེ་དགའ་འཛུམ་གྱི་ངང་ནས། རི་བོང་ལགས། ང་ནི་ནམ་མཁའི་ཟླ་བ་ཡིན། དེ་རིང་ཆེད་མངགས་མི་ཡུལ་དུ་ཁྱེད་ལ་ཉམས་ཚོད་ལེན་དུ་ཡོང་བ་ཡིན། དངོས་གནས་ཁྱེད་རང་བྱམས་དང་སྙིང་རྗེ་ལྡན་པའི་སྲོག་ཆགས་ཤིག་ཡིན་འདུག་ཅེས་གསུངས་ནས་ལྷིང་འཇགས་ཀྱི་མུན་པའི་མཁའ་དབྱིངས་སུ་འཁྲིད། དྲང་སྲོང་དེས་རི་བོང་ཁྱེད་ཀྱི་གཞན་ཕན་སེམས་བཟང་གི་གཤིས་རྒྱུད་དེ་ལ། གནམ་འོག་གི་སྐྱེ་འགྲོ་ཐམས་ཅད་རྗེས་སུ་ཡི་རང་དང་མཇལ་འཕྲད་ཞུ་ངེས་རེད། ཅེས་གསུངས་ཏེ་རི་བོང་གི་གཟུགས་རི་ཟླ་བའི་ངོས་སུ་འཁྲིད། དུས་དེ་ནས་བཟུང་ང་ཚོས་མཚན་མོ་ནམ་མཁའི་དབྱིངས་སུ་ལྟ་དུས་ཟླ་བའི་ངོས་ནས།

ང་ཚོས་ཁོ་ཚོ་བཞི་ལ་རྗེས་སུ་ཡི་རངས་བྱེད་ཀྱི་ཡོད། ང་ཚོ་སྲོག་ཆགས་རྣམས་ཀྱིས་ཀྱང་བཙུན་པ་དཔེ་བཞི་ལ་རྗེས་སུ་ཡི་རངས་བྱང་སྟེ་བཀྲ་ཤིས་དོན་གྲུབ་པ་དང། འཇིག་རྟེན་འདིར་སྔར་ལས་བདེ་སྐྱིད་ཕུན་སུམ་ཚོགས་པ་ཡོང་བར་བོད་བཙན་གནང་བ་མ་རེད་བས། རེད་རེད།